བཀའ་འདྲི་ཞུ་མཁན་དེ་ཐེངས་ཚེ་བརྟན་རྣམ་རྒྱལ་ཡིན་བློ་བཟང་རྒྱ་མཚོ་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་ཐོག་མར་ལགས། བློ་བཟང་རྒྱ་མཚོ་ལགས་ཀྱི་ཕྱག་ལས་ཀྱི་ངོ་སྤྲོད་མདོར་བསྡུས་ཤིག་གནང་རོགས་གནང། བློ་བཟང།
ད་དེ་འདྲ་ང་རེད་བ་ཞིག་ན་དེ་འདྲ་དེ་འདྲ་བོད་དོན་ལས་འགུལ་ལྟེ་གནས་ཁང་ཡོད་རེད་བ། འོང་དེ་གི་ནང་ལོགས་ལ་དེ་འདྲ་དྲ་རྒྱའི་བདེ་འཇགས་ཀྱི་དེ་འདྲ་ཟབ་སྦྱོང་དང་དེ་གྲས་དང་དེ་གང་ཉམས་ཞིབ་བྱས་ཀྱི་ལས་ཀ་གཙོ་བོ་དེ་བྱེད་གི་ཡོད་རེད་བ། ད་གཙོ་བོ་དེ་དེ་འདྲ་ལས་ཀ་དེ་ག་འདྲ་རེད་བ་ཞིག་ལ་ན་ང་ཚོ་དར་མ་ས་ལ་ལ་དེ་འདྲ་གཞུང་འབྲེལ་མ་ཡིན་པའི་ཚོགས་པ་མང་པོ་ཅིག་བྱས། དེ་མ་ཟད་ཡང་དེ་འདྲ་བོད་ལ་འབྲེལ་བ་བྱེད་མཁན་མང་པོ་འབྱོར། རྣམ་པ་ཚོགས་ཀྱིས་བོད་ལ་ཕག་ཏུ་འབྲེལ་བ་བྱེད་ཀྱི་ཡོད་ནི་རེད། གློག་ཀླད་ཀྱི་བདེ་འཇགས་འབྱོར། དེ་འདྲའི་སྒང་ལ། རྒྱུན་དུ་ག་རེ་བྱེད་དགོས་ཡོད་མེད་འབྱོར། བདེ་འཇགས་བརྒྱུད་ནས་ག་རེ་བྱེད་དགོས་མེད་དེ་འདྲའི་སྒང་ལ་ཟབ་སྦྱོང་གྲས་བྱས། འདི་གི་མཉམ་དུ་ཡང་དེ་འདྲ་གཞུང་འབྲེལ་མ་ཡིན། དེ་འདྲའི་ལ་དྲ་རྒྱས་ཀྱི་དེ་འདྲ། ད་ག་ལ་བ་རེད་དཀའ་རྙོག་དང་དེ་འདྲའི་མང་པོ་འབྱོར། དེ་འདྲའི་ག་ནས་སླེབས་ཀྱི་ཡོད་མེད་འབྱོར། འདི་སྒང་ལ་ཡང་དེ་འདྲ་རྒྱལ་སྤྱིའི་གྱི་ཉམས་ཞིབ་ཁང་ནས་མང་པོ་ཞིག་མཉམ་དུ་ཉམས་ཞིབ་བྱས་ཀྱི་འདི་ལེགས་ཡོད་ཅིག་སྤེལ་ཡོད། ཨཱ་ནི། གཞན་པ་ཨཱ་ནི་དེ་འདྲ་ད་ང་ཚོས་ཀྱི་དེ་འདྲ་ཡང་ཆོག་གཞན་པ་ནི། བདེ་འཇགས་ཀྱི་ནང་ལོགས་དེ་མི་སྒེར་མིན་པ་བྱས་སྤྱི་ཚོགས་རང་དེ་གལ་ཆེན་པོ་ཡིན་དུས་ཨཱ་ནི་ང་ཚོས་ཀྱི་དེ་འདྲ་ཡང། བརྙན་པར་འདྲ་བོ་དག Video དག་དེ་འདྲ་ཆུང་ཆུང་མང་པོ་བྱས་རོགས་ར་དེ་ཡང་གི་ག་ལ་བ་རེད་སྤྱི་ཚོགས་རང་ལ་དྲ་རྒྱའི་བདེ་འཇགས་ཡར་རྒྱས་བཏང་ཡང་ཡང་དེ་འདྲས་ཀྱི་ཡང་ལས་འགུལ་འདྲ་གཞན་པ་ཁ་ཤས་ཅིག་སྤེལ་བར་ཚོ། བློས།
ཧོན་ཏུ་བློ་བཟང་རྒྱ་མཚོ་ལགས་ཕྱག་ལས་གཙོ་བོ་འདི་གློག་ཀླད་བདེ་འཇགས་ཐོག་ལ་ཡིན་གསུངས་པ་རེད་སོང་ད་ལྟ། Computer Security ཞུ་གི་ཡོད་རེད་ལ་ཡང Cyber Security ཞུ་གི་ཡོད་རེད་ད Computer ཞུ་དུས་ད་ལྟ་ང་ཚོའི Group དེ་གློག་ཀླད་སེལ་བྱེད་རེད་སོང་ད་ད་གློག་ཀླད་ཀྱི་བདེ་འཇགས་སྲུང་མཁན་རེད་གློག་ཀླད་དེ་ཉེན་ཁ་ལས་སྲུང་སྐྱོབ་བྱེད་པའམ་དེ་མིན་པ་ཡིན་ན་ཡང་དྲ་རྒྱ་དེ་ཚོ་ཉེན་ཁ་ལས་སྲུང་སྐྱོབ་བྱེད་ད་དེའི་ལས་དོན་ཐོག་ལ་བློ་བཟང་རྒྱ་མཚོ་ལགས་ཁྱེད་ལས་མི་སྣ་ཆགས་ཏེ་བཤད་སོང་ད་ད་ང་ཚོས་ད་ལྟ་གློག་ཀླད་དེ་སྲུང་སྐྱོབ་བྱ་རྒྱུ་དེ་ཧ་ཅང་གི་གལ་ཆེན་པོ་ལྷག་པར་དུ། དཔེར་ན་ད་བོད་ཀྱི་གནད་དོན་ཐོག་ལ་ང་ཚོས་དམིགས་སུ་བཀར་ནས་གླེང་སློང་ཞུས་པའི་དཔེ་ཡིན་ན། ཕྱི་ལོ་ཉིས་སྟོང་བརྒྱད་ལོ་ལ་བོད་ནང་ལ་གཞི་རྒྱ་ཆེ་བའི་ལས་འགུལ་བྱུང་བ་རེད་སོང་ཙང། དེའི་རྗེས་སུ་ཕྱི་ལོ་ཉིས་སྟོང་དགུ་ལོ་ལ་རྒྱ་ནག་གཞུང་གིས་དཔལ་ལྡན་སྐུ་སྒེར་ཡིག་ཚང་དེ་དེ་བཞིན་བཙན་བྱོལ་བོད་གཞུང་གི་ལས་ཁུངས་མ་ལག་ཅེས་པའི་དྲ་རྒྱ་ཡོངས་རྫོགས་ཀུན་ཕི་ཀྲ་ཡོངས་རྫོགས། ད་ཕྱི་རྒྱལ་ཡུལ་གྲུ་ཁག་ནང་ཡོད་པའི་སྐུ་ཚབ་དོན་གཅོད་ལས་ཁང་དེ་ཚོ་ལ་རྒྱ་ནག་གཞུང་གིས་ལྐོག་འཛུལ་བྱས་རྗེས་གསང་བའི་གནས་ཚུལ་དགུ་ཆ་བྱུང་ཤག་ཟེར་གྱི་འདི་གནས་ཚུལ་འདི Toronto གཙུག་ལག་སློབ་གྲྭ་ཆེན་མོའི་ཞིབ་འཇུག་ཟླ་བ་ཧ་ལམ་བཅུ་ཙམ་གནང་བའི་རྗེས་ལས་སྟོན་པར་བར་སོང་ད་ད་བོད་གཞུང་གིས་ད་ད་ལྟ་ཡིན་ན་ང་ཚོས་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱ་དེ་ཚོ

བདག་པོ་རྒྱལ་གྱི་ཆེན་པོ་ཅིག་ཆགས་ཀྱི་འདུག་ར་བདེ་འཇགས་ཀྱི་དེ་བརྒྱུད་ནས་ད་ད་ད་ཆ་ཞུ་བ་ན་ཞིག་ད་ད་འདི་གསུང་བ་ན་ཞིག་ད་ད་འདི་བརྗོད་ར། ཉིས་སྟོང་དགུ་ནང་ལོ་ལ་ད་ད University of Toronto ནས་ད་ད་གཙུག་ལག་སློབ་གྲྭ་ཁག་ནས་ད་ད་ཉན་ཆེ་ཞིག་ད་འདི་ག་རེ་ཉམས་ཞིབ་ཆེ་བ་ཞིག་བཏོན་ཡོད་ར་དེ་དེ་འདི་ནང་ལོ་ལ་ད་ད་བོད་པའི་གི་གློག་ཀླད་གཅིག་སྟོང་ཉིས་བརྒྱ་ག་ཚོན་ཅིག་ཨ་ནི་འདི་ནང་ལོ་འདྲ་པོ་ཡོད་བ་ཆེ་ཡིག་ཆ་རྐུ་མ་རྒྱག་བ་ཅིག་བྱུང་ཡོད་ར། ད་འདི་འགྲོ་བྱེད་ན་འདི་ཉིས་སྟོང་དགུ་ལ་བྱུང་ར། ད་ད་ལྟ་འགྲོ་བྱེད་ན་འདི་གི། ཐབས་ཤེས་འདི་གཏང་གི་ཡོད་ཀྱི་རྣམ་པ་དེ་མང་པོ་དཔེ་དུ་རག་ཁ་ན་ན་དེ་ཀྱི་རྗེས་ལ་སྙན་ཐོ་མང་པོ་དཔེ་སྟོན་ཡོད་རེད་བ། དེ་འདྲས་འགྲོ། ཉིས་སྟོང་བཅུ་རེད་ཆུང་ཡོད་རེད་ཉིས་སྟོང་བཅུ་གཅིག་བཅུ་གཉིས་དེ་བ་ལས་མང་པོ་བརྗོད་རེད་ར། ད་དེ་འདྲས་ཡིན་ནས་ད་ང་ཚོ་བོད་མི་སྒྲིག་འཛུགས་ཡིན་ནས་རེད་དེ་འདྲས་ནང་ལོག་ནས། དེ་ཀྱི་ཐོག་ལ་ད་ལྡོག་ལན་བྱས་བྱས་འདུག་ད་ད་གཞུང་འབྲེལ་མ་ཡིན་པ་ཚོགས་པ་ནང་ལོག་ཡིན་ནས་རེད་དྲ་རྒྱ་ཀྱི་བདེ་འཇགས་གང་ལ་ཟབ་སྦྱོང་ཡོང་ངེས་ནས་མང་ག་ཡོད་རེད་ཡང་དེ་ནང་ལོག་ལས་བྱས་ནས་ལས་བྱས་མང་རུ་འགྲོས་རེད་གཉིས་མ་བཙན་བྱོལ་ནང་ལོག་ལ་ཡིན་ན་ད་ད་བོད་མི་སྒྲིག་འཛུགས་འགྲོ་ཡིན་ནས་རེད་དེ་འདྲས་མང་པོ་ཞིག་ནང་ལོག་ལ་གཞུང་འབྲེལ་མ་ཡིན་པ་ནང་ལོག་ཡིན་ནས། དྲ་རྒྱ་རང་གི་བདེ་འཇགས་དང་གློག་ཀླད་རང་གི་བདེ་འཇགས་ནང་ལ་ལས་ཀ་བྱེད་མཁན་དཔེ་ཉུང་ཉུང་རེད་ད་དེ་སང་འགྲོ་བའི་སྤྱི་ཚོགས་ནང་ལས་ཀ་བྱེད་མཁན་དང་འདི་ག་ལ་ཡང་ཆེད་ལས་པ་ཡིན་ནའི་རེད་འདི་ག་ལ་ཡང་དོ་སྣང་བྱེད་མཁན་མང་རུ་འགྲོ་ཡ་རུ་ར་འདི་གིས་ཕན་ཐོག་ཡོད་རེད་བསམ་གི་འདུག་གཙོ་བོ་དེ་ཉིས་སྟོང་དགུ་དང་བཅུ་ནང་ལོ་ལ་བརྙན་ཕར་འདི་ག་ལ་རེད་བརྙན་ཐུང་དེ་སྟོན་ཙང་དཀའ་ངལ་ག་ཚོད་ཆུན་པོ་སྦྱིན་པ་ཧ་གོ་དུས་ནི་འགྱུར་བ་ཤུགས་ཆུན་པོ་ཞིག་འགྲོ་འདུག་བསམ་གི་འདུག་སྤྱི་ཚོགས་ལ། ངའི་དབུས་བོད་མིའི་སྒྲིག་འཛུགས་ནང་ལ་གསར་པའི་ཁུམ་བུའི་ཏྲའི་སྡེ་ཚན་གཅིག་ཡོད་རུ་ར་ལ་ད་དེའི་ནང་ལ་ཏན་ཏན་ཕྱག་ལས་གནང་མཁན་དུ་ཡོད་ར་ཏེ་ཡིན་ན་ཡང་ད། དབུས་བོད་མིའི་སྒྲིག་འཛུགས་ཀྱི་གསང་བ་འདི་གའི་རྒྱ་ནག་གཞུང་གིས་བཀོད་སྐྱེལ་བྱེད་ཀྱི་ཡོད་པའི་ཡིན་པས་ཡིན་ན་ད་ལྐོག་འཛུལ་བྱས་ཏེ་དཀའ་ཐུབ་ཅིག་དགོས་དགོས་བར་བ་དེའི་ཆེད་དུ་སྡེ་ཚན་འདི་དངོས་གནས་དཔེ་ཚགས་འཚུབ་པོ་དང་གཞི་རྒྱ་ཆེན་པོ་ཅིག་བཙུགས་དཀའ་གལ་ཆེན་པོ་ཞུ་ཅིག་ཟེར་གྱི་མི་འདུག་བས། ལའོ། ད་འདི་སྡེ་ཚན་འདི་དོན་དག་སྡེ་ཚན་ཡོད་རེད་རོ། སྡེ་ཚན་ནང་ལོ་ལེགས་བྱས་ཡོད་རེད་རོ། ལས་བྱེད་དེ་འདྲ་བྱེད་མཁན་དེ་ཉམས་ཞིབ་བྱེད་མཁན་དང་དེ་འདྲ་ཁ་ཤས་བརྗོད་རོགས། ད་དེ་ཕྱེ་རོགས་བཏང་གོ་ཐུབ་ན་དེ་རེད་བསམ་གི་འདུག་རོགས་ཕྱེ་རོགས་བཏང་ད་དེ་ལ་འགྲོ་སོང་དང་དེ་འདྲའི་ཆ་ནས་ད་དེ་ག་འདྲས་བྱེད་ཀྱི་མེད་དེ་དབུས་བོད་མིའི་སྒྲིག་འཛུགས་རང་གིས་འགྲོ་སྟངས་ཅིག་ཆགས་ཀྱི་རོགས། ཡིན་ནས་དེ་མང་རོགས་བཏང་ཡས་དང་དེ་ཐབས་ལམ་ལ་ཐབས་ཤེས་བཏང་གོ་རེད་ལ་ད་བཏང་གོ་རེད་བསམ་གི་འདུག་རོགས་སྒྲིག་འཛུགས་རང་གིས་ད་དེ་ངས་ཡང་སྒྲིག་འཛུགས་གཅིག་པོ་གི་འགན་རེད་བསམ་གི་མི་འདུག་ག་ན་ན་དེ་ང་ཚོ་སྤྱི་ཚོགས་ནང་ལ་ཡོད་པའི་གཞུང་འབྲེལ་མ་ཡིན་པ་ཚོགས་པ་མང་པོ་བརྗོད་རོགས་དེ་སྐུ་སྒེར་ཡིག་ཚང་ནང་ལོག་ཡོད་རོགས་དེ་ཚང་མ་ལ་ཡར་རྒྱས་ཅིག་བཏང་ཡས་དེ་ངེད་ཀྱི་ནམ་རྒྱུན་དེ་འདྲ་དྲ་རྒྱའི་བདེ་འཇགས་དེ། ཚོགས་པ་གཅིག་དང་གཞུང་དང་དེ་འདྲས་གཅིག་ག་མཐོང་མི་འདུག་ར་དེ་མི་སྒེར་སྒེར་ལ་འགན་ཞིག་མཐོང་དགོས་འདུག་འོ་ཅི་འདི་སྤྱི་ཚོགས་རང་ཡར་རྒྱས་བཏང་དགོས་འདུག་བསམ་གི་འདུག། ལ་རེད་ད་སྒེར་གྱི་གནས་ཚུལ་གཅིག་ཕྱི་རྒྱལ་ཕྱིན་པ་ཡིན་པ་ཡིན་ན་དེ་སྒེར་ལ་གྱོང་གུད་ཅིག་ཆགས་དགོས་བ་རེད། ད་ཡིན་ན་ཡང་ད་ལྟ་ངས་དབུས་བོད་མིའི་སྒྲིག་འཛུགས་འདི་རྩ་བའི་བྱས་པའི་ཡིན་ན་ད་བོད་དོན་བདེན་མཐའ་གསལ་ཐབས་ཀྱི་ཆབ་སྲིད་འཛིན་སྟངས་དེ་ཕྱི་གསལ་ནང་གསལ་ཡིན་གསུངས་པ་རེད་རྒྱག་རུང་སྤྱི་འཐུས་དང་ད་ག་རང་ཀ་གནང་གི་ཡོད་རུང་ལ་དངོས་ཡོད་གནས་ཚུལ་ལས་ཕྱི་གསལ་ནང་གསལ་རེད་བ་རེད་དེ་ཡིན་ན་ཡང་དཔེར་ན། བོད་ནང་ལ་ཞི་རྒོལ་ཆེན་མོ་བྱུང་བའི་སྐབས་དང་དེ་འདྲའི་སྐབས་ཀྱི་ཨ་ནི་སྐབས་སོ་སོའི་གི་གནས་ཚུལ་དེ་རྒྱ་དབུས་བོད་མིའི་སྒྲིག་འཛུགས་ལ་སྙན་གསེང་ཞུས། སྙན་གསེང་ཞུས་པའི་གནས་ཚུལ་དེ་རྒྱས་རྒྱ་ནག་གཞུང་གིས་ཤེས་རྟོགས་བྱུང་པ་ཡིན་པ་ཡིན་ན། ཡང་བོད་ནང་ལ་གཞིས་ལུས་བོད་རིགས་སྙིང་སྟོབས་ཅན་དངོས་ཡོད་གནས་ཚུལ་སྙན་གསེང་ཞུ་མཁན་དེ་ཚོའི་ཐོག་ལ་ཡང་རྒྱ་ནག་གཞུང་གིས་བཀའ་ནན་པོ་དང་ཉེས་པ་ལྕི་པོ་སྟོང་གསལ་བའི་བར་འདི་འདྲའི་བྱེད་དུས་ད་དེ་སྲུང་སྐྱོབ་དགོས་ཡས་དེ་རྒྱལ་ཁབ་ཅིག་གི་འཛིན་སྐྱོང་སྲུང་མཐའི་རེད་ཡང་མེད་ན་ད་ད་ད་ང་ཚོ་གང་ལྟར་ཅིག་བཙན་བྱོལ་དུ་ཡོད་པའི་སྒྲིག་འཛུགས་ཅིག་གི་ཐོག་ནས་གལ་ཆེན་པོ་ཞིག་ཆགས་དགོས་བར་བར་ད་དེ་ཡིན་དུས་ངས་དྲི་བ་ཞུ་ཡས་དེ་ཨ་མི་རི་ཀའི་གཞུང་གི་ལས་བྱེད་པ་ས་ཡ་ཉི་ཤུ་རྩ་གཅིག་ད་ཆེད་ཙམ་གྱི་ད་ལོ་རྒྱུས་ཡོངས་རྫོགས་རྒྱ་ནག་གཞུང་གི་རྐུ་འཁྱེར་བྱས་པའི་གནས་ཚུལ་ད་ཨ་མི་རི་ཀའི་གསང་རྒྱུས་བརྒྱུད་ལམ་མང་པོའི་ནང་ལ་ཐོན་བསྡད་བར་བར་ད་ཨ་མི་རི་ཀ་ལྟ་བུ་ཅིག་གི་སྲུང་སྐྱོབ་བྱེད་མ་ཐུབ་པ་ཡིན་པས་ཡིན་ན་ད་དབུས་བོད་མིའི་སྒྲིག་འཛུགས་ཀྱི་ཨ་ནི་གསང་བ་སྡེ་བརྒྱད་རྒྱ་ནག་གཞུང་གིས་ལྐོག་འཛུལ། ཡང་མིན་ན་སིམ་འཛུལ་བྱས་པ་དེ། ད་འགོག་ཐུབ་ཡས་ཀྱི་ཐབས་ཤེས་དང་ནུས་པ་གཟིགས་འདུག་གི། ད་དེ་འདྲ་འགྲོ་ཅེ་ན་གསུང་བ་དེ་དངོས་གནས་རེད་བ་དེ་འདྲ་ཨ་རི་ལ་བྱུང་ཡས་དེ། མ་གཞི་ནས་དེ་ཡོང་སྟངས་དེ་ག་འདྲས་ཡོང་ཡས་མེད་ཅེ་རོ་དེ་ཧ་གོ་ཡས་དཔེ་གལ་ཆུང་པོ་རེད་བསམ། དེ། འཕྲུལ་ཆས་ཀྱི་རིམ་པས་ཀྱི་གནས་ཚད་རྒྱ་ནག་གི་དེ་འདྲ་དེ་བརྗོད་ཡས་ཅོ་ར་དེ་འདྲ་ཨ་རི་ག་ཅིག་དེ་མ་རེད་རོ་དེ་མི་སྒེར་ཁ་ཤས་ཞིག་འདོན་འགྲུལ་བྱེད་སར། དེ་ལྟར་ང་ཚོ་གིས་དབྱིན་ཇི་ནང་ལོས་ན་འདི Phishing Attack ལོས་དང Phishing ལོས་ན་མི་གཅིག་ལ Email རྫུན་མ་ཅིག་དང་གཅིག་བཏང་ནས་ཨཱ་ཁོ་རང་གིས་བརྫུས་ཨཱ་རྗེས་ལ་ཁོ་རང་གིས་ཟུར་སྣོན་འདི་མ་ཕབ་ལེན་བྱེད་ད་འོང་ཕྱིར་ནི་བདེ་འཇགས་ལ་ཡ་འདི་ང་ཚོ་མང་པོ་ཅིག་གིས་རྒྱ་ཆེ་ས་ནས་ལྟར་ན་ད Computer ནང་ལོགས་ལ Network Security ལས་དང་དེ་འདྲའི་མང་པོ་བརྗོད་ར་དེ་མིན་པ་ཆེ་མི་སྒེར་སྒེར་གྱིས་མི་འདི་ཕྱི་ནང་ར་དེ་ད་འདི་ཨ་རི་ནང་བརྫུས་ཡ་འདི་མི་གཅིག་གིས་སྒེར་གཅིག་ཁ་ཤས་ཀྱིས་ནོར་འཁྲུལ་བཟོས་ཙང་ར་དེ་འདྲའི་བརྫུས་སྐྱོར་ཅིག་ཆགས་ཡོད་ར་ད་འོང་འདི་ང་ཚོས་ཀྱིས་སྤྱི་ཚོགས་ནང་ལོགས་ལ་ཟབ་སྦྱོང་དང་དེ་འདྲ་སྤྲེལ་བའི་སྐབས་ལ་ར་གཙོ་བོ་ལང་ཚོ་ག་ལ་བ་ན་མི་སྒེར་རེ་རེ་ལ་མི་འདི་སུ་སུ་འགན་ལེན་ནི། ནམ་རྒྱུན་དུ། བདེ་འཇགས་འདི་བསམ་བློ་བཏང་ན་ར། གཞུང་གི་བྱེད་འབྱོར་ར་འདི་གལ་ཆེན་པོ་རེད་ར་ཡིན་ནས་མི་སྒེར་རེ་གི་འགན་ཅིག་ལེན་ན་ར་གཞུང་གི་བྱེད་པ་ལས་མི་སྒེར་གི་འགན་ལེན་དེ་ཡག་ག་ཡོད་རེད་བསམ་གི་འདུག་ར་འདི་བྱེད་དགོས་རེད་བསམ་གི་འདུག་ཡ། ད་གཞུང་དང་སྒེར་གཉིས་ཀའི་དྲ་རྒྱ་སྲུང་སྐྱོབ་བྱེད་དེ་གལ་ཆེན་པོ་ཞུ་ཆ་གི་རེད།

ད་རང་གི་ལོ་རྒྱུས་གསང་བ་ཕྱི་རྒྱར་འགྲོ་སྲིད་པ་རེད་དེ་དེ་བཞིན་ཡང་དེ་ཨ་ནི་དམ་འཛིན་བྱེད་ཆེད་དུ་ད་སྙིང་འདོད་གསུངས་པའི་ན་ག་རེ་ཡོད་ཨ་ལས་ད་ངོ་དེབ་འགྲོ་ཅེ་ན་ད་ངོ་དེབ་ནང་ལོ་ལ་གཅིག་གཉིས་འདུག་ར་གཅིག་ད་ལྟ་ད་ཅིག་ཉིན་སོང་ནི་ཞིག་ད་ད་གེ་ར་ཞོན་ནི་ཞིག་ད་འདི་ཡོད་ར་གསང་བ་ང་འདྲ་ཡོད་ར་གསང་བ་ཨ་འདྲ་དེ་ག་འདྲའི་ཉག་གི་ཡོད་མེད་གསང་བ་འདྲ་བརྟན་པོ་ཉག་ཡ་གཅིག་བྱེད་ར་གཉིས་བ་དེ་དེ་སང་ངོ་དེབ་མང་པོ་ཅིག་སོ་སོ་ཁ་པ་ཨ་འདྲ་ད་ཐུག་ཐུག་འདུག་ཨ་ཁ་པ་ཨ་འདྲ་ད་ཐུག་ན་རྒྱུ་མ་གསང་བ་འདྲ་རྐུ་མ་ཤོར་ནས་ཁ་པ་ཨ་འདྲ་ལ་ནམ་ས་ཨ་ལས་ཁྱེད་རང་གི་ད་ངོ་དེབ་དེ་མི་གཞན་པ་ཞིག་འཛུལ་འདུག་ལ་ནི་དེ་འདྲས་ཅིག་སླེབས་དུས། མི་གཞན་པ་རྫུས་ཐོད་ལ་ཡང་ཏེས་དཀར་ཡག་གི་ཏེས་དམ་ག་ཞིག་འདུག་ར། སྙི་བ་དེ་ངོ་ཐེབས་ནང་ལོགས་ལ་མེད་གཙོ་བོ་དེ་གར་འདུག་ན་ང་ཚོ་དེང་སང་འགྲོ་བཞིན་ན་ངོ་ཤིང་མ་ཤིང་མེད་པ་ཅན་སུས་ཀྱིས་གྲོགས་པོ་ཟོས་དང་བླུ་ཡས་འཇོ་ར་དེ་ཉེན་ཁ་ཕེབས་ས་ཁར་གྲོགས་པོ་ཅིག་ཟོས་ཚར་ན་གྲོགས་པོ་དེ་གིས་སུ་སུའི་ངོ་ཐེབས་ཀྱི་ནང་ལོགས་ཀྱི་ཡིག་ཆ་མང་པོ་ཅིག་ཀློག་ཐུག་གོ་འདུག་ཨ་འོ་འདི་གི་དུས་ག་དུས་ནས་ཆོག་ཆེན་ཞིག་སྤྲད་འགྲོ་གོ་ར་དེ་ཡིན་དུས་ག་དུས་ནས་ངོ་དེབ་ནང་ལོ་ངོ་མ་ཤིང་སྐྱོགས་ཅིག་ན་རྨ་ལོས་ཡ་ཆེར་བ། གཉིས་བ་དེ་ངོ་དེབ་ནང་ལོ་ལ་ཡང། གསང་རྒྱུད་དང་རྫུན་མ་མང་པོ་གླེགས་འདུག་དེ་འདྲས་ལ་ལིང་དེ་འདྲས་མང་པོ་ཞིག་དོན་དགོས་འདུག་དེ་ཚོ་ལ་ནམ་ཟབ་མ་འཛུལ་བ་ཞིག་ཁ་ནས་ཟབ་ས་བྱས་ན་ཁ་ནས་ན་དེ་ཚོ་འཛུལ་དུས་མཚམས་མཚམས་ཡང་སོ་སོ་གི་ངོ་དེབ་ཀྱི་དབང་ཆ་དེ་དེ་ཚོ་གསང་རྒྱུད་དེ་འདྲས་ལ་སྤྲད་དུས་ཨ་ནི་ཉེན་ཁ་དེ་ཆེ་རུ་ཆགས་འདུག། ད་ད་ནི་ངོ་དེབ་དང་གཅིག་མཚུངས་ཡང་ཨི་མེལ།

འདི་ནང་ལྟ་དུས་བརྒྱ་ཆ་དགུ་བཅུ་ལྷག་ཙམ་ཟུར་སྣོན་བརྒྱུད་ནས་བཏང་གི་འདུག་ཟུར་སྣོན་གྱི་བརྒྱུད་ནས་བཏང་དུས་ཟུར་སྣོན་ནང་ལོགས་ལ་ཡིག་ཆ་ཞིག་བཏང་ཡིག་ཆ་དེ་དངོས་ཡོད་ཡིག་ཚགས་ཤིག་བྱས་འདི་ནང་ལོགས་འབུ་ཅིག་སྦྱར་ནས་བཏང་དུས་འདྲ་འབུ་ཞིག་སྦྱར Virus ཞིག་སྦྱར་དུས་རོ། འདི་ཁ་ཕྱེ་དུས་གློག་ཀླད་ནང་ལོགས་འབུ་རྫུས་འགྲོ་གོ་རོ། ད་འདི་གི་ཉེན་ཁ་བརྗོད་རོ། ད་ཡང་ད་ལྟའི་དུས་ཚོད་ལ་པར་རག་དེ་ལ་ལོ་གཅིག་ནང་ལོགས་ལ་འདི་དེ་ཉུང་རུ་འགྲོ་འདུག་རོ། ཡིན་ནས་ཡང་གཞན་པ་གར་བྱེད་དུ་ན་ལིང་ཁ་བྱང་བརྗོད་རོ་ཁ་བྱང་རྫུན་མ་མང་པོ་སྤེལ་བཏང་གི་འདུག། ལ་ད་དེ་ནས་མཐའ་མ་དེ་ལག་ཐོགས་ཁ་པར། ད་ཁྱད་ཆོས་ལྡན་པའི་ལག་ཐོགས་ཁ་པར་འདི་ཡང་བཀོལ་སྤྱོད་དེ་ཡག་པོ་ཅིག་མ་བྱུང་པ་ཡིན་པ་ཡིན་ན། ད་འདི་གལ་ཏེ་བོར་བརླག་ཕྱིན་པ་ཡིན་པ་ཡིན་ན་ཡང་ཉེན་ཁ་ལྕི་པོ་ཤུགས་ཆེ་རེད་ལ་ཡང་འདིའི་ནང་ནས་ཡང་གསང་བ་ཕྱི་རྒྱལ་འགྲོ་ཡས་ཀྱི་གནད་དོན་གཙོ་བོ་ཆགས་དགོས་བར་བ། ལག་ཐག་ལག་ཐོགས་ཁ་པར་ལ་ཡང་འདི་ལྟ་ཕྱོགས་གཅིག་ནས་འདི་ཉེན་ཁ་ཚ་ཤོས་ཅིག་རེད་འདུག་ར་ཕྱོགས་གཅིག་ནས་ཡང་འདི་ལ་བདེ་འཇགས་འདི་ནས་ཁག་ག་ཅིག་ཆགས་ཀྱི་འདུག་ག་ན་ན་གཅིག་གསར་བ་རོ། ལག་ཐོགས་ཁ་པར་ལ་ཡང་འདི་ལྟ་ལོ་ཁ་ཤས་ཤིག་ད་མང་པོ་འགྲོ་ཡས་རེད་ཡིན་ནས། ད་ད་ལྟའི་དུས་ཚོད་འགྲོ་ཕྱིན་ན་ལག་རྡོ་ཁ་བ་དང་གློག་ཀླད་བར་ཁྱད་བ་ག་རེ་ཡོད་ན། གློག་ཀླད་ལས་ལག་རྡོ་ཁ་བ་ཞེ་ན་ཚ་བ་མ་ཤེས་ག་ནོད་ན་ལག་རྡོ་ཁ་བ་ནང་ལོ་ཁྱད་ཆོས་མང་པོ་སྤེལ་ཏོ། དྲ་རྒྱ་ལྟ་ཡ་ནི་ཡོད་རེད་འབྲེལ་བ་བྱས་ཡ་ནི་ཡོད་རེད་ཨིམེལ་ཁ་ཕྱེ་ཡ་ནི་ཡོད་རེད་ཚང་མ་ལག་རྡོ་ཁ་བ་ནང་བྱས་ཡོད་དོ་འདི་གང་ཐོས་ཨ་དོ། ཁ་བ་བཏང་ཡ་དང་ཁ་བ་ལེན་ཡ་འདི་འདྲས་བྱེད་དུས་ཁྱད་ཆོས་མང་ག་ཡོད་དུས་ཉེན་ཁ་མང་ག་བྱེད་དོ། ད་འདི་ལ་ཐབས་ལམ་འགྲོ་ཕྱིན་ན་གཙོ་བོ་དེ་གར་དུ་ལ་ན་འདི་ནང་ལོ་ལ་ད་དེ་སང iPhone ཡིན་ནས་རེད། Android Google ག་ཅིག་ཡོད་ར་དེ་འདྲས་ག་རེ་བེད་སྤྱོད་བཏང་གི་ཡོད་ནས། ཉིན་བྱེད་ག་རི་མ་བླུགས་ངེད་ལ་ཟབ་ས་བྱེད་ད་ཉིན་བྱེད་སུ་སུ་གི་ཁ་པར་ནང་ལོ་ག་རི་བླུགས་མ་བླུགས་བརྗོད་ར་འདི་ལྟ་བྱས་ཨ་འདི་ཉིན་བྱེད་དེ་གི་སུ་སུ་ལ་ཆོག་མཆན་ག་རི་ག་རི་སྤྲད་ཡོད་མེད་བརྗོད་ར་འདི་ལྟ་ཡ་མ་ཤི་ཨ་ནི་ད་ཅི་ངེད་ལ་ཞུ་བ་ན་ཤི་དེ་འདྲ update བྱས་བརྗོད་ར་དེ་ཆེད་དུ་ན་ཏག་ཏག་ཏག་བྱས་ན་ཕན་ཐོག་འདུག། བློ་ལ་བསོད་ཨ་ནི་བློ་བཟང་རྒྱ་མཚོ་ལགས་དེ་རིང་ཁུན་པུའུ་ཏར་སུ་ཁུལ་རུ་ཏི་གློག་ཀླད་ཉེན་སྲུང་སྐོར་ལ་ཨ་ནི་འགྲེལ་བརྗོད་གནང་པ་ཐུགས་རྗེ་ཞུ་གི་ཡིན་སེང་གེ་རྣམ་པ་ཚོ་དེ་རིང་གློག་ཀླད་ཉེན་སྲུང་སྐོར་ལ་བགྲོ་གླེང་འདི་ད་ག